ཧ་ལོ་བཀྲ་ཤིས་བདེ་ལེགས། ཨ་ད་དེ་རིང་ངས་པད་ཤག་ཅིག་བལྟས་པ་ཡིན་འདས་ཀྱིས་ངོ་སྤྲད་ཚོ་གཉིས་སྤྲོ་བྱུང། འདི་ལ་ཕན་ཐོགས་ཡག་པོ་སྐྱེས་ས་རེད། བྱས་ཙང་ངས་དེ་རིང་ང་ཚོས་གཙོ་བོ་གོས་ཡག་འདྲ་པོ་དེ་ག་རེད་ཁོ་གཉིས་སྤྲོ་བྱུང་ཟེར་ན་དུས་ར་ཉེ་གི་རྩ་སྐྱིད་པ་གི་ནང་ལ་བོད་མི་མང་ཤས་དང་ལྷག་པར་ཅན་དུ་ལོ་གཞན་ནུ་དེ་ཚོ་ད་ང་ཚོ་ཨ་ནི། དད་པ་གི་ཕྱོགས་སྒོ་དང་ཤ་གནད་གི་བྲན་གཡོག་འོག་ཏུ་མ་ལྷུང་པ། དེའི་བསམ་བློ་དེ་ལ་བཅིངས་འགྲོ་ཐོབ་ཐུབ་པ་ཞིག་བཟོ་ཡ་དེ་དཔེ་གལ་ཆེན་པོ་རེད། དྲན་གྱི་འདུག་ད་ང་རང་གི་བསམ་ཚུལ་ཡིན་ཨ། སྤྱི་སྟོང་ངས་དད་པ་དང་ཤ་གནད་བསྲེས་ཡ་དེ་དགོས་གི་མ་རེད་ཟེར་གི་མིན། དེ་ཡོ་རོབ་གི་ཧན་ཐན་གི་མི་རིགས་དེ་ཚོ་ག་འདྲས་བཟོ་ཟིན་གི་ན་དེ་འདྲ་བ་བཟོ་ས་འགྲིག་གི་ཡོད་རེད་སྔོན་མ་ནས་ལབ་ཡོད།

མི་རྟག་པ་དང། ལས་རྒྱུ་འབྲས་དང་ཁོ་ཡི་ཉེས་དམིགས་བསྐྱེད་བཟླས་ཏེ། བྲན་གཡོག་གི་སྲང་ལ་སླེབས་པ་ན་ལུས་འདེགས་དགོས། འོ་དེ་མེད་པ་ཅི་འཛམ་གླིང་ཚོང་བས་མེད་པ་བཟོ་གི་ཡོད་རེད་ང་ཚོས་མིན་པ་བཟོ་གི་རེད་ཟེར་ཡས་དེ་ཡིན། སྤྱི་སྟོང་ཆོས་ལུགས་ཟེར་ཡས་དེ་བསྡུ་བར་ཟེར་གི་མེད་ཆོས་ལུགས་ཟེར་ཡས་དེ་ང་ཚོས་བེད་སྤྱད་ཡག་པོ་ཅིག་གཏོང་མཁན་ན། འཚོ་བ་ནོར་ལས་ཕན་ཐོགས་ཡག་པོ་ཡོད་བ་རེད། ལུས་བདེ་ཚེ་སེམས་བདེ་ཚེ་གཉིས་ཀ་ཐེང་གི་ཡོད་བ་རེད། དཔེར་ན་ང་ཚོ་གྲྭ་བ་འདྲ་པོ་ཐིག་མ་མོན་པོ་ལ་ཚ། གྲྭ་བ་དེ་ང་ཚོ་མིན་ན་བསྡད་ཐབས་མེད་པོ་ཆགས་ཚར་འདུག་བ། ཡིན་ན་ཡང་གྲྭ་བ་དེ་བེད་སྤྱོད་ཡོད་པ་ཅིག་གཏོང་མ་ཤེས་ན་སྐུ་མ་འཁྲམ་པར་ཚོང་བ་འཛུལ་ས་དེ་ཆགས་གི་འདུག་བ། ད་ལྟ། ཀྲུང་ཏུང་གི་ས་ཆ་ལས། ཨ་རབ་ཀྱི་རྒྱལ་ཁ་ཚོགས་ནས་སྙུང་གྲགས་ལོ་བོ་དེ་ཚོ་ཚང་མ་ཆོས་ལུགས་གྲུབ་མཐའ་གི་རེད། བ་དང་དེ་ང་ཚོ་གི་འདི་འདི་ཚོད་འཛིན་ཡག་པོ་ཅིག་མ་བྱས་ན་གྲུབ་མཐའ་བར་གྱི་ཕྱོགས་སྡོམ་ནི་བླ་མ་དེ་ཚོ་གི་ཕྱོགས་སྡོམ་རྨོངས་སེམས་ཀྱི་ལས་ཀ་གི་དངུལ་ནང་འདེད་འདྲ་པོ་ཅིག་ཡོང་ཏན་ཏན་རེད། ད་ལྟ་ཡོང་ཡོང་གི་རེད་ད་ལྟ་ང་ཚོ་རྒྱ་གར་གྱི་དོ་དམ་ཡག་པོ་ཅིག་བྱེད་ཀྱི་ཡོད་པ་རེད་མ་གཏོགས་གྲུབ་མཐའ་གི་རྙོག་དྲ་འདི་གི་ལུང་པ་བསྡད་མི་བསྡད་པ་ཇི་བཟོ་བ་དེ་བསྟན་གི་རེད།

བདུན་རང་ཉིད་ཀྱི་རྩ་ཁྲིད་པ་གི་ནང་ལ་ང་ཚོ་བོད་ཀྱི་ཤེས་ཡོན་པ་མང་པོ་ཅིག་དེ་ཚོ་ཡར་བསྐྱལ་ཡོང་དུས་ད་ཁོ་ཚོ་ངོ་ཚ་བྱེད་ཀྱི་ཡོད་རེད། ད་འབུ་རམས་པ་རང་ཅག་པ་དེ་ཚོ་ལ་དམའ་འབེབས་ཅིག་མ་བྱས་ན་ཁོ་ཚོ་གི་ཨ་ནི་གྱི་གཟི་བརྗིད་འདྲ་པོ་ཉམས་འདྲ་པོ་ཤུགས་རྐྱེན་འདྲ་པོ་དེ་ཉམས་འགྲོ་གི་འདུག་དྲན་ཨ་ནི་ཁོ་ཚོ་དྲི་རོ་བྱེད་ཀྱི་འདུག་བ།

དེ་ཚོ་གྱིས་མ་བཀྲིས་ན་ད། མི་རིགས་གཞན་དག་གི་ལས་ཀ་ག་འདྲ་ཞིག་འདུག་ང་རང་ཚ་གི་ལས་ཀ་ག་འདྲ་ཞིག་འདུག་གནས་སྟངས་ག་རེ་རེད་འདུག་བསམ་བློ་གཏོང་ཐབས་ག་འདྲ་རེད་འདུག་དེ་ཚོ་སྐོར་ལ་གཅིག་ངོ་སྤྲོད་ཞིག་བྲི་རྒྱུ་ཡིན་ན་དཔེ་མ་སྲིད་པ་ཡག་པོ་འདུག། ཨོ། ཆུང་ཡན་ཏན་ཉི་མ་གིས་མི་ཞིག་གི་ཨ་རེ་གསང་བ་ཟེར་གྱི་འདི་ལ་གཅིག་བལྟས་པ་ཡིན་ན། ཨ་ད་མཁན་པོ་ཇག་གིས་གསུངས། སྤྲུལ་སྐུ་ལྗགས་ཀྱི་གསུང་ཡིག་དེང་སང་དེ་དགའ་གི་འདུག། བྱས་ཙང་དེ་རིང་ངས་ཡང་དཔེ་ཆ་འདི་ལ་བརྟེན་ནས། བོད་ཀྱི་གཞན་ནུས་ཤེས་ཡས་ཅན་དེ་ཚོ་ལ་རེ་བ་ཅིག་མཐོང་བྱུང། མ་འོངས་པ་ཀྱི་མདུན་ལམ་གཉིད་ཡོང་ས་རེད་བསམ་ཡང་རབ་ཀྱི། དེ་འདྲ་གི་ཡང་ང་རང་སྤྲོ་སྣང་ཅིག་བཤད་ནས་དེ་འདྲ་ངོ་སྤྲོད་ཀྱི་ཆེད་དུ་ལ་ཡང་ཚང་མ་ལ་འབད་སྐུལ་ཚིག་ཀ་གཅིག་ཞུ་ནས་སྤྲོ་བྱུང་ཟེར་ཡ་དེ་དེ་ཡིན། འོ་བཀྲ་ཤིས་བདེ་ལེགས།